སྒོམ་རྟགས་ཉོན་མོངས་མེད་པ་ཟེར་དུ་བ། ཐོས་རྟགས་ཞི་ཞིང་དུལ་བ་ཟེར་དུ་བ། ཉོན་མོངས་མེད་པ་ཟེར་ཡ་དེ་གར་བརྩི་བར་ཟེར་ན། སྒོམ་བརྒྱ་བསྡུས་བརྩམས་པ་སྒོམ་བརྒྱ་ཡོངས་བསྡུས་བརྩམས་པ་དག་གིས་ངས་གོང་དུ་བཤད་པ་ནང་བཞིན་གྱི་ཉོན་མོངས་ཉོན་མོངས་ཚང་མ་རེད་ཡིན་ནའི་གཙོ་བོ་གཅིག་ད་ལྟའི་ཉོན་མོངས་འདོད་ཆགས་དང། ཉོན་མོངས་ཁོང་ཁྲག་སྟོང་གཉིས་དེ་རེད་དེ་ཡོད་རེད་གཙོ་བོ་དེ།

སྒོམ་རྟགས་ཉོན་མོངས་ཆེ་རུ་ཕྱིན་ན་འགྲིག་གི་ཡོད་མ་རེད་གསུངས་འདུག་བ་དེ་དངོས་གནས་རེད་འདུག་བ་ང་རང་ཚོའི་བསམ་བློ་ལྟར་ང་རང་ཚོ་རང་རང་སོ་སོར་བརྟག་དཔྱད་བྱས་ན་སྒོམ་བརྒྱབ་བརྒྱབ་བརྒྱབ་བརྒྱབ་ཉོན་མོངས་ཆེ་རུ་འགྲོ་གི་འདུག་བས་ཆུང་འགྲོ་གི་འདུག་རེད་བ་དེ་བརྟག་དཔྱད་བྱེད་འོག་རེད་ཨ། དཔེ་ཆ་བལྟ་ཉན་ཡིན་ན། དེ་ཐོས་རྟགས་ཞི་ཞིང་དུལ་བ་བཟོས་དཔེ་ཆ་བལྟས་བལྟས་བལྟས་བལྟས་བལྟས་ནས་དེ་ནས་དཔེ་དེ་དཔེ་དཔེ་དཔེ་ང་རྒྱལ་ཆེ་རུ་ཆེ་རུ་ཆེ་རུ་ཆེ་རུ་ཕྱིན་གང་ཙམ་དཔེ་དཔེ་དཔེ་ཆ་བལྟས་དཔེ་ཆ་ལོ་བཅུ་གྲངས་ཅིག་བལྟས་ནས་ད་ང་ལས་ལྷག་པ་ཁྱོད་ནི་མེད་བསམ་པ་ཅིག། ཆ་ཡང་ཉེན་ཁ་ཡོང་རེད། ང་ཡིན་ནའི་ཉེས་མ་ང་དཔེ་ཆ་ཆུང་དུས་ཙམ་པོ་དཔེ་ཆ་བལྟས་པ་རེད་བ་ཆུང་ཆུང་སྐབས་ལ་ང་དཔེ་ཆ་བལྟས་པ་རེད། དཔེ་ཆ་དེ་ངས་ལོ་ཕལ་ཆེར་བཅུ་གསུམ་ཚན་བལྟས་པ་རེད། ཅན་དེ་ནས་ཡག་ཅིག་བལྟས་དུས་ཙམ་པ་ང་དཔེ་ཆ་ལོ་ཉི་ཤུ་ཅིག་བར་དུ་དཔེ་ཆ་བལྟས་རྗེས་གང་འཚམ་ང་རང་ལ་ཡི་དཔེ་ང་རྒྱན་ཞིབ་པོ་ཅིག་སྐྱེས་སོང། ང་རྒྱན་དངོས་གནས་དྲངས་ནས་དགའ་རོགས་ཅིག་སྐྱེས་ནས་ང་དཔེ་ང་རང་རང་དང་ང་དེ་བཞིན་ང་ལས་ལྷ་གཞི་ཡག་ལས་ཨ་ཡོད་ཨ་འདི་ཀུན་མཁྱེན་པད་མ་དཀར་པོའི་ཡང་སྲིད་ཡིན་ཟེར་གྱི་ཡོད་རེད་ལ་ཨ་འུ་ངས་ནི་ད་ད་རིང་ཁ་སང་ང་ལས་ལྷག་པ་ཨ་ཡོད་བསམ་པ་འགྲོ་བ་དེ་འདྲས་བསམ་བྱུང་དངོས་གནས་དྲང་པོ་ཡིན་ད། དངོས་གནས་དྲང་ནས་བསམ་བྱུང་མ་ཤེས་མ་བསམ་པ་ལ་བསམ་བྱུང་ཟེར་གྱི་མེད་ཞེ་བོ་ཅིག་ཡིན་བསམ་གྱི་ཡོད། དེ་ནི་དེ་ནས་ངས་རྩ་བའི་བླ་མ་ད་ལྟ་དབོན་སྤྲུལ་རྡོ་རྗེ་འཆང་ཁོང་གི་སྐུ་མདུན་ནས་ཡང་གཞུང་ཆེན་ཚང་མ་བློ་དབབ་ནས་པའི་གཞུང་ཆེན་ཚང་མ་བློ་ཡང་བསྐྱར་ཞུས་དེ་ནས་དངོས་གནས་དྲ་གནས་ཀྱི་བཀའ་སློབ་མང་པོ་ཞིག་ཞུས་དེ་ནས་ཅིག་ཅིག་དེ་འདི་འདྲའི་མདོ་རྒྱུད་མང་པོ་ཅིག་ནས་ཕ་དེ་ནས་ལྟ་རྟོག་ཅིག་བྱས་ཅིག་བསམ་བློ་བཏང་ཡོང་དུས་བསམ་པ་ད་ཁོང་གི་བྱིན་རླབས་ཟེར་ན་ཡང་མི་འདུག་ཅིག་བཀའ་སློབ་གནང་ནས་པའི་ཀླད་པའི་ནང་ལ་ཡང་ད་ཅིག་ཞུགས་ཡོང་དུས་བསམ་པ་ད་ང་ག་རེ་རེད་མི་འདུག་བསམ་པ་ཞིག་དངོས་གནས་ང་ག་ག་ཡི་རེད་མི་འདུག་ག་ག་ཡི་མི་འདུག་བསམ་པ་ཞིག་དང་ང་ད་དངོས་གནས་ཐབས་སྐྱོ་ཤོས་ཅིག་རེད་ཤག་བསམ་པ་འདྲ་པོ་ཅིག་དེ་ནི་གཞི་ནས་ཁོ་ར་ཅིག་རྟོགས་ཡོང་དུས་བརྩམས་པ་དངོས་གནས་ཡིན། ཤི་ཤིའི་བར་དུ་དཔེ་ཆ་བལྟས་ནས་ང་རྒྱལ། ཐིགས་པ་ཅིག་སྐྱེ་དགོས་ཡག་གི་རྒྱུ་མཚན་གཏན་ནས་མི་འདུག་ཨ། སངས་རྒྱས་མ་ཐོབ་ཀྱི་བར་དུ་ང་རྒྱལ་སྐྱེ་དགོས་ཡག་གི་རྒྱུ་མཚན་གཏན་ནས་མི་འདུག་བསམ་པ་ཞིག་དེ་ནི་སོ་ལོ་ལ་འཆར་ཡོང་གི་འདུག་ཨ། སངས་རྒྱས་ཐོབ་དུས་ང་རྒྱལ་སྐྱེས་ན་འགྲིག་གི་ཡོད་རེད་དེ་དེ་དུས་ང་རྒྱལ་ཡོད་མ་རེད། དེ་དུས་ང་རྒྱལ་ཡོད་མ་རེད་ད་སྐྱེ་ཁ་འགྲོ་ནས་སྐྱེ་དགོས་བསམ་ནས་ང་རྒྱལ་བརླག་ཚར་རེད་རེད་བ། སངས་རྒྱས་ཐོབ་དུས་ང་རྒྱལ་བརླག་ཚར་རེད་དེ་བར་དུ་ནི་ང་རྒྱལ་སྐྱེ་དགོས་ཡག་གི་རྒྱུ་མཚན་ཁྱོན་ནས་མི་འདུག་བསམ་པ་ཅིག་དེ་བཞི་ནི་གོ་བ་ཅིག་རྙེད་ཡོང་གི་འདུག་བ། དེ་ངས་ང་རེ་གོ་བ་ཡིན་ད། དེ་འདྲའི་ཅིག་གི་ཟེར་དེ་འདྲའི་ཅིག་ལ་ཐོས་རྟགས་ཞི་ཞིང་དུལ་བ་ཟེར་ཡ་དེ་གསུང་གི་མེད་འགྲོ། རེ་བ། མར་ད། རེད་རེད་ཐོས་ཐག་ཞི་ཞིང་དུལ་བ་ཟེར་ཡ་ང་ཞི་ཞིང་དུལ་བ་ཞི་དུལ་བག་ཡོད་ཞི་བྱེད་ཡོད་ཟེར་གྱི་མེད་ད་འདི་ནས་མ་ཤི་ཉམས་མྱོང་གི་ཐོག་ནས་ཅིག་བཤད་དུས་བཙན་པ་ཚོགས་ནང་ལ་ཅིག་ཚོགས་ནང་གི་ཐོག་ནས་ཅིག་མ་འདྲ་ཞིག་ཡོང་གི་འདུག་ག་དེ་འདྲས་རེད་དེ་འདྲས་ཡིན་དུས་བཙན་པ་ཐོས་ཐག་ཞི་ཞིང་དུལ་བ་སྒོམ་ཐག་ཉོན་མོངས་མེད་པ་ཟེར་ད་སྒོམ་ཐག་ཞི་ད་རྒྱག་ཐུབ་ཀྱི་མི་འདུག་རྒྱག་གི་ཡོད་དེ་ཅིག་གང་སྒོམ་ལ་ད་ཁ་རྒྱུ་གྲོ་རྒྱུ་ཟེར་ག་ཡི་མི་འདུག་རེ་བ། དེ་ཡིན་ནས་དཔེ་ཆ་ཞིབ་པོ་བལྟས་པ་རེད་དཔེ་ཆ་བལྟ་དུས་བཙན་པ་དངོས་གནས་མྱོང་བ་འདྲ་བོ་འདི་དངོས་གནས་ཐོས་ཐག་ཞི་ཞིང་དུལ་བ་ཟེར་དེ་ཡི་དངོས་གནས་རེད་བཞག་བསམ་པ་འདྲ་ཅིག་དངོས་གནས་ཐོས་པ་གཏིང་ཟབ་པོ་འགྲུབ་ཅིག་དགའ་རོགས་གཅིག་བཤད་ཡོང་དུས་བརྩམས་པ་དངོས་གནས་ང་རྒྱལ་དེ་གཞི་ནི། ང་ར་ད་ག་ཡི་རེད་མི་འདུག་ཨ་བསམ་བསམ་འགྲོ་ཅིག་ག་ག་ཡི་བཤད་མི་འདུག་ང་ག་ག་ཡི་རེད་མི་འདུག་བསམ་པ་ཅིག་བཤད་གི་འདུག་ཨ། ད་དེ་དངོས་གནས་ཐོས་ཐག་ཞི་བཞིན་དུ་ཟེར་དེ་མེད་འགྲོ་ཨ་བསམ་བསམ་འགྲོ་བྲལ་འགྲོ། ད་ང་ར་ང་རང་ཡང་ང་རྒྱལ་རུ་བཅིངས་ན་གང་བཤད་དེ་དེ་རེད་རེད་བ།